བ་ལ་སོགས་དེ་འདྲའི་ཆེ་གྲོང་དང་གྲོང་ཁྱེར་དེ་འདྲའི་ནང་ལ་བསྡད་ཡག་གི་མི་བསྡད་ཡག་པའི་རི་ཁྲོད་ནས་སྣོད་དབེན་པ་ནས་དབེན་པ་འཕོ་ཡག་གི་དམ་བཅའ་ཡོད། ཨོ་དེ་སྐྱིད་དུ་ག་ལ་དེ་འདྲས་མ་ཡོང་བ་ཡིན་གསུངས་ནས་དེར་སོང་ཡོད་རེད་ད། མོ་ངོ་དྲ་པ་ཀྱང་དེ་ཚོ་དེ་ནང་ཁ་བོད་ནང་བ་ལ་སོགས་དཔོན་ནང་ཁ་བཟང་པོ་བ་དང་བཅས་པའི་ངོ་ཆེན་ལ་འགྲེང་ནས་སེ་ཡི་པ་ན་མཆི་མ་ཅོང་ཞིག་ཞུ་བ་ནན་གྱིས་ཕུལ་བས་སེ་ར་ཕེབས་ནས་མ་ཤི་ནས་ར་ཁ་བྲ་ནས་སེ་ར་ཆུ་ལྡན་ལ་མ་ཕེབས་བར་བ་ཨ་ནི་རྒྱ་ཁ་ནང་འདུ་བ་ན་ཞེས་རྒྱ་ཡུལ་ལ་བྱོན་པ་དགག་རྒྱ་ཆེ་ཞིང་རྒོད་པ་ཆུང་བའི་རྒྱུ་མཚན་དང་བཅས་པའི་ཞྭ་སྟག་ནན་གྱི་ཤི་བ་བྱོན་ནས། ང་ལ་སོ་སྐྱེས་མ་འདྲོངས་པ་ཟེར་སྲན་ཡིན་པ་ན་ཁྱི་ལ་ཐེག་ཟེར། དེ་དང་འདིར་དེ་ནས་བླ་མ་གཅིག་གིས་གསུང་བ་རེད་ལགས་ནས་ཟིན་བྲིས་བྱིན་ས་ཡོད་ད། འོ་ད་དེ་ཚང་གི་བླ་མ་དེ་ཚོ་ལ་སོག་པོ་དང་དེ་ཚོ་རྣམས་ལ་རྒྱ་བོད་ཀྱི་སྡེ་སྣོད་ཅིག་ཞུས་འོང་ནས་དེ་ནས་པས་བྱ་ཀུ་ཀུ་དྲ་བ་གནང་རྒྱུ་རེད་ཟེར། ང་མིན་ག་བ་ཟེར་གི་རེད་ཟེར།

དེ་ནས་འཛིན་པ། ཆེན་པོ། གསང་འདས་དང། དགའ་ཕྱོགས་ཟུར་གསུམ་གྱི་གདན་ས་པ་དང་ཐང་ས་པའི་གདན་ས་འཕན་པོ། ཐང་ས་ཟེར་བ་དེ་དེ་རེད་དཔའ་ཚལ་ལོ་ཙཱ་བ་གི་གདན་ས་དང་དབུ་མ་གི་བཤད་གྲྭ་ཐུང་མ་ཆུང་ས་དེ། དེ་ནས། ལ་སོགས་ཐང་ས་པའི་གདན་སོ་ལ་སོགས་པ་དགེ་བའི་བཤེས་གཉེན་དྲུག་བརྒྱ་རེ་ཙམ་འདུས། ཞི་བའི་མདུན་དུ་བ། གནས་ཝི་ནེ་སི་དང་ཐང་གི་བོད་ནང་ཁ་བཟང་པོ་གཡག་ནེ་གྱི་སྦྱིན་བདག་བདག་ཆེན་དང་བོད་ལྷན་རྣམས་ཀྱིས་སྤྱི་སྒོས་ཀྱི་ཞབས་ཏོག་ཕུན་སུམ་ཚོགས་པ་མཛད། དེ་ལྟར་སེ་ར་ཆོས་ལྡན་སེར་ལོ་གཉིས་ཙམ་བཞུགས་ནས་དགག་དབྱེ་ཐོན་པ་དང་མི་དབང་གྲགས་པ་རྒྱ་མཚན་པའི་གསོལ་བ་བཏབ་པ་ལ་བརྟེན་ནས་ཐང་སྐྱིད་མའི་གྲུམ་བུའི་ལུང་དུ་ཕྱག་བཏེགས། ཕྱག་ཕྱིར་བྱོན་པའི་དགེ་བའི་བཤེས་གཉེན་ལྔ་བརྒྱ་རེ་ཙམ་ལ་ཕོགས་དང་ཞབས་ཏོག་ཕུལ་དུ་བྱུང་བ་མཛད།

བླ་ཆེན་མི་ཆེན་དཔོན་ཆེན་དེ་ཚོ་གི་རྒྱབ་སྐྱོར་ཞེས་བའི་ཅན་ནི་འགྲོ་སོང་བཏང་ལོ་སང་ལ་བཏང། ཁོང་ཚོ་པའི་གནམ་ས་ལྟ་བའི་རྒྱུ། ཡོད་རེད་བ། ཨོ་དེ་ཅན་ནི་ཞི་བའི་ཅན་འདི་བ། རྗེ་རིན་པོ་ཆེ་གིས་ཕྱག་བཞེས་བསྐོལ་བ་རེད་བ་ད། དཔོན་ནང་བཀའ་བཟང་པོ་ལའང་ཞལ་བརྡ་བཅོལ་ཁོང་པོས་ཀྱང་ལྷ་སའི་དཀྱིལ་འཁོར་སྟེང་དང་སིང་ཡབ་སོགས་ཞི་གསོལ་བླ་མེད་མཛད་དང་ལྷ་སར་ཞིང་སོགས་བྱས་སོང་གཙུག་ལག་ཁང་ཕྱག་དར་ཞིག་སོགས་བྱས་བྱུང་ད་དང་པོ་སྨོན་ལམ་གྱི་ཆོས་དཔེ་ཡོ་བྱད་རྣམས་ཀྱི་སྟ་གོན་ཡང་དག་པ། སྟ་གོན་ཡང་ལེགས་པར་མཛད་ད་གྲ་སྒྲིག་རེད་གཞན་ཡང་གྲུམ་བུའི་ཀློང་དུ་བཞུགས་པའི། ཨང་ཞུགས་ཀྱི་རིང་ལ་ཨ་ཟེར་འབྲི་གུང་དང་རྭ་སྒྲེང་ཚུན་ཆད་ཨོ་ཀ་ཡིན་བཅས་ཀྱི་སྡེ་དགོན་མི་ཆེན་ཡོན་བདག་བོན་ལུགས་བོད་ལུགས་ཀྱི་ཚོགས་ལ་ཨ་ལ་སོགས་དད་འབུལ་བསྐུལ་བ་དང། སྨོན་ལམ་ཆེན་པོ་ལ་གཅིག་དང། དགེ་རྩ་བསགས་དགོས་ཡག་གི་བསྐུལ་མ་མང་པོ་གནང་ཡོད་ཟེར། བ་ཨའི་བསྐུལ་བ་སོགས་ཕྱོགས་ཕྱོགས་སུ་སྔགས་བསྔགས་པ་སོགས་ཀྱི་ཞྭ་སྟག་དང་མི་མང་པོ་ཕར་ཚུར་བཏང་ནས་ཐུགས་ཚོར་ཆེ་མཛད་ཅིང། མི་དབང་གྲགས་པ་རྒྱལ་མཚན་པ་ལའང་ཞྭ་སྟག་བཞི་པ་ཞིག་དང་ཁོང་ལ་ཕ་ལེགས་བཞེད་ནས་ཁོང་གི་ཕྱག་རྟགས་ཅེ་གི་ར་བ་དང་ཞྭ་སྟག་བཞི་པར་བྱོན། དེ་ལྟར་མཛད་པས། ཐུགས་རྗེ་ཤུགས་ཀྱིས་དད་འབུལ་བ་མཐའ་ཡས་ཤིང་དཔག་པར་དཀའ་བ་བྱུང། དཔོན་སློབ་རྣམས་རང་ལའང་མ་བ་ལ་སོགས་སྨོན་ལམ་གྱི་ཐུགས་འདུན་མཛད་ཅིང་ཕྱག་ཏུ་ཡོ་བྱད་ཅི་བྱུང་ཕར་ཆེ་བར་སྨོན་ལམ་གྱི་ཆེད་ལ་བསྔོས། གུང་རེ་སོགས་ལ་འབུལ་བ་ག་རེ་བྱུང་ན་དེ་སྨོན་ལམ་གྱི་སྟོང་རྩ་ལ་བཞག་གནང་བར། དེ་ནས་གྲུམ་བུ་ལོང་ནས་ཕྱག་མི་འདེབས་པའི་གོང་རྩ་ནི་ལྷ་སར་ཞལ་བསྟར་མཛད་དེ་དག་གི་མིང་སྔགས་ཡོད་འགྱུར་བ་བླ་བཟོ་བ་མང་དུ་སར་ཨ་མདོའི་དང་པོ་དང་གཙུག་ལག་ཁང་གི་མཚོན་རྩེ་དུས་སུ་ཞེས་སོགས་བྱས། བ་དག་དེ་ནས་མང་པོ་བྱས། ད་ག་ཉིད་མདོར་བསྡུ་ན། ལྷ་སར་གྱི་དེ་ལ་སོགས་གཙུག་ལག་ཁང་བཞི་སྲུང་མཛད་ཡབ་ཀྱི་བཀའ་ཕྱག། སྔོན་མ་དང་ཆོས་རྒྱལ་སོགས་ཀྱི་དེ་ནས་ཆོས་རྒྱལ་སྲུང་མཛད་སྒམ་པོ་གྱི་གཙུག་ལག་ཁང་ཐོག་མར་རྒྱལ་བའི་བཀའི་བཀའ་ཕྱག་ཡོད་རེད་བ། ཨ་ནི་གར་སར། བཙུན་མོའི་བཀའ་ཕྱག་དར་གར་སར་བ། བློན་པོའི་བཀའ་ཕྱག་ཟླ་བ་འདོན་འཇོག། རྒྱལ་པོའི་བཀའ་ཕྱག་བཀའ་འཁོར་མ་ཟེར་མ་རེད་བ་དེ་ཚོ་བཀའ་ཕྱག་ཡོད་རེད་བ། དེ་ཚོ་ཀ་བ་ཤིང་ལོ་ཅན་གཅིག་གི་ནང་དེད་དུ་སྦས་ད་དེ་འདྲ་བྱེད་ཞོར་རེད་བ། དོན་མཉམ་མེད་ཇོ་བོ་ཆེན་པོ་གིས། ལ་སོགས་ཚུལ་བསྟན་ལས་སྟོན་པ་རེ་བ། ཤཱཀྱ་མི་ནི། འཇའ་ཚ་ཆོས་བརྒྱད་ཀྱི་ཇོ་བོ་བཀའ་དྲིན་ཅན་ལ་གསོལ་བ་འདེབས་སའི་རྒྱལ་བ། འོ་ད་ཧུང། འོ་དེའི་ནང་ལ་རེ་བ་དག། དེ་འདྲའི་གི་དཀར་ཆག་དེ་གི་ནང་ལ་དེ་ནི་ག་རེ་ཟེར་ན། དྭགས་པོ་ལྷ་རྗེ་མཉམ་མེད་དྭགས་པོ་ལྷ་རྗེ་དག་བཀའ་བརྒྱུད་ཀྱི་དཔལ། དག་བླ་མ་རྩ་ཆེན་པོ་ཞི་བ་སྐྱེས་རེ་དག་རྟོགས་པ་མཐོན་པོ། ཨ་ནི་ཚུལ་ཁྲིམས་གཙང་མ་དག་དངོས་གནས་དོན་གནས་པས། སངས་རྒྱས་བསྙེན་པར་ལྟ་བའི་དེ་སྐྱོན་པ་ཡིན་ཟེར། དེ་འདི་སྐྱེ་བའི་རེ་བ་དག་དེ་ཀའི་ཨ་ནི་ཞེས་སོགས་མཛེས་པའི་ལུང་བསྟན་དང། ད་དེའི་འོག་ནས་དེ་ནས་ཡང་ཅི་ཡོད་ས་ཡོད་གཞན་དག་ཅིག་ཨོ་དེའི་འོག་ལ་དེ་རྗེ་རིན་པོ་ཆེ་གིས་ཞེས་སོགས་མཛད་ཡ་འདི་ཞེས་སོགས་མཛད་པ་ཙམ་དུ་མ་ཟད་དེ་ནས་མ་ལང་ཆེན་པོ་འདི་འདྲའི་བྱེད་ཐབས་རླབས་ཆེན་པོ་ཅིག་འཚོགས་ཡ། འོ་ད་དེ་འདྲའི་གི་གེ་ཙག་རྒྱ་ཆེན་པོ་སོགས་ཡ་དང་ཨ་ནི་ཇོ་བོ་ལ་དབུ་རྒྱན་ཕུལ་ཡ། ལོངས་སྐུ་རྣམ་པར་བཅས་ནས་བརྗོད་ཡ་དེ་ཚོ་དག། ཨོ་བསྟན་པ་ཇི་སྲིད་བར་དུ་བར་གནས་ཡ་གི་དག། འོ་དེ་འདྲའི་རེ་བ་དགོས་པ།

བར་ནས་འགའ་ཞིག་གི་ས་རུ་སྐུ་མདོག་ཙམ་ཡང་ཇི་ལྟར་ཡོད་ངེས་དཀའ་བ་བརྒྱུད་པ་རྣམས་དྲི་བཟང་གི་བཅུད་ལ་སོགས་པས་ལེགས་པར་བཀྲུས་ཤིང། དག་བྱེད་ཀྱི་རྫས་ཁ་ན་མ་ཐོ་བ་མེད་པ་རྣམས་ཀྱི་བར་ལ་སོགས་དེ་ནས་ལེགས་པར་དག་པར་བྱས་ཏེ། ཁ་ན་མ་ཐོ་བ་མེད་པ་ཟེར་ཐག་ཁ་སིའི་ཡང་བར་ལ་སོགས་དག་བྱེད་ཀྱི་རྫས་སྲོག་ཆགས་ཀྱི་རྒྱུ་ལས་བྱུང་བ་སོགས་སྡིག་པ་དང་འདྲེས་ཏེ་ངས་དེ་འདྲ་ཡོད་རེ་བ་དེ་སོགས་མིན་པར་སེམས། ལྷར་མཚོན། ཚོད་བཟང་པོ་རྣམས་ཀྱིས་ལེགས་པར་གསོས། གསེར་ཤོག་ལ་སོགས་པས་ལེགས་པར་སྤྲས། གདན་གསར་དུ་བཞེངས་པ་ལྟ་བུའི་མཛེས་དང་ཞི་སོགས་མཛད། གཞན་ཡང་དེ་ནས་བཟོ་རིག་པ་དུ་མ་བསགས་ནས། བཟོ་རིག་པ་དུ་མ་བསགས་ནས། གོས་དར་གྱི་དད་འབུལ་བྱུང་བ་རྣམས་ལ་སྐུ་གཟུགས་རྣམས་ཀྱི་ན་བཟའ་དང་བ་དན་ཚིམ་པ་སོགས་ལ་སོགས་སྟ་གོན་ལེགས་པར་མཛད། ད་དེ་འདྲི་མའི་མཆོད་པའང་རེ་ལ་རྫིག་པོ་ཡང་ཞེས་པ་བྱས་པ་ས་རེ་དང། མི་སེར་གྱི་ཡང་གཅིག་དང། སྐབས་དེར་ལྷ་ས་གི་དེའི་རི་མོ་བྲིས་བྱ་བ་བྱས་པར་སྐབས་དེ་ལ

ཟླ་བ་བཅུ་གཉིས་པའི་སྨད་ལ་ལྷ་སར་ལ་ཕེབས་ད་ང་སོང་གི་དེ་ད། ཨོ་ཟླ་བ་དང་པོ་ནས་དེ་ནས་མ་ལ་ཚོ་བ་རེ་བ། གནམ་གང་གི་ཉིན་སྙན་སེང་བོད་པའི་ཆོས་པ་མཛད། དགེ་འདུན་སྟོང་ཕྲག་བརྒྱད་ཙམ། དང་པོ་ད། ཐོག་མ་ཉིན་ནས་སྟོང་ཕྲག་བརྒྱད་ཚོ་བྱུང་བ་འདུག་མ་ཟད་ཇོ་བོ་ད་ད་ཚེ་ཁ་ལ་འོང་རེ་བ། དཔོན་བློན་རྣམས་རང་རང་གི་སྦྱིན་བདག་མཛད་ནས་མི་རེ་རེ་ལ་མར་ལྷ་སྲིན་སང་གི་ཉག་བཞི་མ་ཙམ་རེ་དང། བྱ་དཀར། ལ་སོགས་ཞོ་དྲུག་ཅུ།

ནི་དེ་སྐབས་དེ་གི་སྨོན་ལམ་དེ་དེ་ཡིན་ས་རེད་དྲན་དུ་ཞུ། ད་ཡིན་ན་དེ་ཐག་ཆོད་པ་མི་ཤེས། ཡང་དེ་སྐྱེས་པ་སྐྱེས་གྱུར་དེ་ཕ་གྱི་སྐབས་དེ་ལ་དབུ་རྒྱན་ཕུལ་བའི་སྨོན་ལམ་དེ་ཡིན་ས་རེད་ད་ང་ཚོ་ཚོ་ལ་ད་ལྟ་དེ་ག་རང་མོས་འདི་ཞུ་རོགས། ཨོ་དེ་ཡིན་ཙར། དངུལ་བཟང་པོ་ལས་གྲུབ་པའི་དབུ་རྒྱན་ཕུལ་སོང་ཚོ་བ་དང་སྐྱེས་པ་ཕུལ་ཞིང་ད་དེ་ད་ལྟ་དབུ་རྒྱན་དེ་ཡོད་རེད་ད་ཡིན་ན་ཕྱིས་སུ་བླ་མ་མང་པོས་དབུ་རྒྱན་ཕུལ་ཡོད་རེད་བ་དེ་གའི་དེ་བརྗེ་རེས་བརྗེ་རེས་བྱེད་ཀྱི་འདུག་ཇོ་བོ་རིན་པོ་ཆེའི་དྲུང་དུ་དངུལ་གྱི་ལྷུང་བཟེད། ཕྱེ་བཟེད་དེ་ལོངས་པ་དེ་ད་ལྟ་ད་ལྟ་ཡོད་རེད།

སྐུ་འབུད་དུ་དོད་པ་ཐམས་ཅད་ལ་གུས་དར་ཕུན་སུམ་ཚོགས་པར་བྱེད་པའི་བླ་གོས་དང་རྣམ་འབྱར། སེམས་དཔའ་དང་སེམས་མ་བཅུ་དྲུག་ལ་སོགས་པ་ཁྲོ་བོའི་རྣམ་པར་ཞུགས་པ་ལ་སོགས་པ་རྣམས་ལ་ནི་དར་ཆེན་དང། ངག་ལ་སོགས་གེགས་འགོས་ལ་སོགས་པའི་སྟོད་གཡོགས་དང་མི་གཡོགས་ལོངས་སྐུ་བཅས་ཏེ་སར་ལོངས་སྐུ་རྣམ་པ་ཅན། གཞན་ཡང་གཙུག་ལག་ཁང་ཆེ་ཆུང་ཐམས་ཅད་ཀྱི་ཏོག་དང་བྱ་འདོད་ལ་སོགས་པའི་རྩེར་ཕྲེང། བ་ལ་སོགས་རྩེར་ཟུར་ཕན་ཚུན་དང་དག་བྱང་མང་པོ་བཏགས་ཡོད་སར་ཕན་ཚུན་དེ་ཐག་གུས། འབྲེལ་བ་ཐམས་ཅད་ལགས། དེ་ནས་བ་དན་དང་རྔ་ཡོལ་དང་དྲིལ་བུ་ལ་སོགས་པའི་བར་མ་ཆད་པའི་མཛེས་པ་བྱས་ཤིང། ཕྱིའི་ཀོ་ལྭང་མཆོད་པའི་ཕྱི་རོལ་དུ། ཤིང་ཆེན་པོ། ཁོངས་ཤིན་ཏུ་མཐོ་བ་ན་དག་ཐེར་གྱི་དག་ཆེན་དུ་སོ་རེག་མཐོ་བ་ན་ལ་གོས་དར་སོགས་ལས་བྱས་པའི་བ་དན་ཆེན་པོ་འཇིགས་སུ་རུང་བ་ལགས་སོ། ཕྱོགས་ཆུང་དེ་དང་དེའི་སྐུ། ཏོག་དང། ཏོག་ལ་བརྒྱན་ཅིང་དེ་དང་དེའི་སྔགས་བ་དན་ལ་བྲིས་པ་བཅོ་ལྔ། ལགས་སོ། ཕྱོགས་ཆུང་བ་བཅོ་ལྔ་པོ་རང་རང་གི་ཁ་དོག་དང་མཐུན་པར་རང་རང་གི་ཕྱོགས་སུ་ལེགས་པར་བཙུགས་ནས་ནུ་རུ་ཞིག་དེ་དག་གི། རྩ་བའི། རྩ་བས། ཏོག་ཐིག་མཁར། ལགས་སོ། ཕྱོགས་དོར་གཏོང་བ་དང། ཕྱོགས་ཆུང། ཆ་གསུམ་གཏོང་ཡང་དེ། ང་ཚོ་དེ་མཚམས་བསྡད་དུས་ག་ལ་རྒྱ་ཆེན་སྡེ་བཞི་དང་དེ་ཚོ་ལ་མཚམས་ཐོག་བཅས་བྱོས་རེད་བ། དེ་སྐྲ་འཇའ་རོལ་པོའི་རྡོ་རྗེ་བདེ་མཆོག་གི་སྙིང་ཡིན་ནང་ལ་མཚམས་ཐོག་དེ་ལ་རྒྱ་གར་གྱི་གཞུང་གི་ཁུངས་ཡོད་མ་རེད་ཟེར། ཡིན་ན་ཡང་ད་ལྟ་ད་ལྟ་ང་རང་ཚོ་གྱི་ཤིང་ལོག་དང་དར་ཆ་འདི་དེ་རིང་བཙུགས་ནས་དེ་ནས་དེ་ད་ལྟ་མི་ལང་ཆེན་མོ་དེ་དར་ཆེན་ལོག་ཡང་དེ་ཚོ་དང་ཕྱོགས་མཐུན་པ་རེད་གསུངས་འདུག་རེད། ཨོ་ད་དེ་འདྲའི་འདྲ་བ་སོང་བས་རེད་དམ། ཨང་ལགས་སོ་དེ་ནི་ཆོ་ག་བཞིན་དུ་ལེགས་པར་རྩོད་བཞིན་བ་དན་དང་རྒྱ་མཚན་དེ་དག་གི་ཤིང་རྣམས་མཐའ་བསྐུལ་བདེ་བ་ལ་ད་མཐའ་བསྐུལ་ཕན་ཚུན་ལ་ཡང་ནི་དར་ཆེན་མང་པོ་དར་ཆེན་བཙོང་རོགས་ད་འདི་ད་ལྟ་ཤ་སྐྱ་རེང་ཟེར་བ་འདྲ་དགའ་ལྡན་དར་ཉོན་ཟེར་བ་འདྲ་ཁ་ཤས་འདུག་བ། ཞུ་ཡག་དར་ཆེན་ཟེར་བ་འདྲ་གཙུག་ལག་ཁང་ཡོན་ཁ་ཤས་ལྷག་ཡོད་རེད། ཕལ་ཆེར་ཤ་སྐྱ་རེང་འདྲ་དེ་ཚོ་ཡིན་ས་ཡོད་ད། ཁ་ཅིག་ད་ལྟ་ལྷག་བདེ་བ་དང་མང་པོ་ནི་ཆགས་སངས་ཡིན་འགྱུར་བ་དང། བ་ལ་སོགས་མཐའ་ཀུན་འདྲིལ་བ་ལ་འཕེན་དང་རྔ་ཡབ་དང་དྲིལ་བུ་ལ་སོགས་པའི་བག་མ་བྱས་པར་མཛེས་པར་བྱེད་པ་ནི་འཇའ་ཚོན་ཀུན་ནས་བཀྲ་བའི་ནམ་མཁའ་ལ། ནམ་མཁའི་ལམ་ཆགས་པར་བྱེད་པ་ལྟ་བུའོ། གཞན་ཡང་ཉིན་པར། ད་མ་མེད་ཀྱི་སྐོར་དེ་རེ་དང་ཆོས་མེད་ཞི་བ་ཅི་ཕེའུ་ས་རེ་ཧང་ལེ་པ་པ། བ་ལ་སོགས་ཉིན་པར་ཡང་ཕྱིར། ནང་མ། ཡིན་བྱེད་ལ་སྐར་མའི། བ་བརྒྱ་ཕྲག་བཞི་རེ་ཙམ་དང་བར་སྐོར་ལ་བརྒྱ་ཕྲག་ལྷག་པ་དང་ཕྱི་སྐོར་ལ་རྡོ་རིང་ཅན། བ་ལ་སོགས་རྡོ་རིང་གི་འགྲམ་དང་ད་ལྟའི་འགྲོ་བ་རྡོ་རིང། ཨོ་ལ་ཏོ། ཇོ་བོ་ཏྲ། ཨོ་འགྲམ། ཇོ་བོ་རིན་པོ་ཆེ་ཞལ་གྱི་དྲང་ཐིག་ཏུ། ཨོ་ལ་ཏོ་ཀོང་པོ་ཆེན་པོ་གྲུ་བྱས་པ་ཕྱོགས་རེ་ལ་འདོམ་ཚད་མ་གསུམ་གསུམ་ཡོད་པ། བཀའ་པོད་གཞུང་འབངས་འདྲ་ཆེན་པོ་དེ་འདྲའི་ནང་ལ་ཡར་སྡོང་བུ་ཞི་བ་རིས་བཙུགས་ནས་ཡར་ཕུད་དེ་གཟར་བ། དེ་ཉིད་མར་གྱི་ལེ་བར་བཀང་བ་ལ་འཚམ་པའི་སྡོང་བུ་ལས་འབར་བའི་མེ་ཁྱེར་ནི་གསེར་གྱི་མཆོད་སྡོང་གི་ནང་གི་ལམ་འགོག་པར་བྱེད་པ་ལྟ་བུའི་ཐོག་དྲང་གཟར་ཡི་ཁོག་མ་ཆེན་པོ་མར་གྱིས་བཀང་བའི་སྡོང་བུ་མི་ཆེན་པོ་ལ་པི་བོང་ཙམ་ལ། ཨོ་ལ་ཏོ། སྤང། ཟླ་ཚེས་ལྷག་ཙམ་གྱི་མ་སྨད་བར་ཐག་མཚམས་པར་བཀོད་པས། ཕྱི་རོལ་གྱི། ལ་སོགས་ཕྱི་སྐོར་གྱི་དེ་ནི། ཕྱི་རིམ་འཁོར་བ་དང་དང་དུ་དབུས་སུ་ཕྱི་ལོགས་ནས་བསྒྲིགས་ནས་དེ། གཞན་ཡང་དེ་ནི་ར་མོ་བཅས་གློ་བུར་པོ་དག་ལ་གུང་ཐང་རྣམས་སུའང་དེ་ནི་སྐར་མའི་དུ་མ་དང། མཚན་མོ་ནས་བར་སྐོར་གྱི་རྩིས་འགྲམ་འཁོར་བ་དང། ལ་སོགས།

ངོ་ཚ་བའི་ས་ཡི་འོག་ཏུ་སོང་སྟེ། ཀུན་གྱིས་མི་ལང་དུ་མི་སྨྲ་མི་ངོ་ཅོག་དང། བདག་མ་མི་ཆེན་པོ་དེ་འདྲའི་དཔའ་ཞིག་ཏུ་མི་འབའ་ཡོང་རྒྱུ་མ་རེད་དེ་བདེན་པ་ཡིན་རྒྱུ་རེད་དྲན། དེ་བཟང་དཀར་གྲོང་ཁྱེར་དེ་ཚོར་ལོག་ཞི་བ་བགྱིད་པ་ལྟ་བུ་ནི་མི་ནག་མི་འདྲ་བ། མི་ནག་ས་འོག་ཏུ་འཛུལ་བ་ལྟ་བུ་རེད། དེའི་ཕྱིར་ར་མོ་ཆེ་དང་པོ་ཏཱ་ལ་ཚུན་ཆད་ཀྱི་ཅང་མིན་ཝང་ལ་སོགས་ཅུག་ཕྲན་གཞོན་ནུ་དག་གིས་རང་རང་གི་ལུས་ཀྱི་དྲི་མའང་ཉིན་མོར་ཇི་ལྟར་དེད་ཡོང་གི་རེད། ཤིང་གི་དྲི་མ་དེ་ཚོ་ཆ་ཚང་བསླད་འོང་རེད་བ་ད་འོས་ཡོད་ན། ཝང་ལ་སོགས་ཉིན་མོར་ཇི་ལྟར་བ་ཞིག་ས་ལ་བབས་པའི་ཉིན་མཚན་མེད་པ་ང་ལ་སོ་ས་ལ་བབས་པས་ཟེར། དྲུང་ན་གང་ང་ས་ལ་བབས་ནས། ད་པས་དེ་འདྲས་ཀྱིས་དང། ང་ལ་སོ་ཉིན་མཚན་ཕྱེད་པར་མི་ཕྱེད་པར་ལྟ་བའི་དུས་ཀྱི་རྒྱུ་སྐར་གྱི་ཚོགས་ནི་ཉི་མ་བརྒྱ་ཕྲག་མང་པོ་ཕྱི་རྒྱལ་ས་སྐྱེས་ལ་སྟོན་པར་གྱུར་ཏོ་སྙམ་དུ་ང་འཇིགས་པ་ལྷོད་ལེན་པའི་བབ་ཅོལ་གྱིས། དེ་ལྟར་སྐར་མིག་འོད་ཞི་དྲག་མཐོང་ཡང་མེད་པར་བྱ་རེ་ཟེར་བ་དེ་རེ་བ་དང་འདི། ང་ལ་སོ་བབ་ཅོལ་གྱིས། མཚན་ཕྱེད་ལ་ནང་གི་ལམ་བཏང་སྟེ་རྒྱ་མཚོ་ཆེན་པོ་བྲུས་པ་ལྟར། མཚན་མོའི་གོང་ལའང་སྟེང་དུ་མངོན་པར་བལྟས་པ་ན། ནམ་མཁའ། མེ་ལྕེའི་འོད་ཀྱིས་གོས་དང་བཅས་པའི་ཁ་དོག་དམར་ཆ་ཉིད་དུ་མཐོང་བ་མ་གཏོགས་སྐར་མ། གཅིག་གིས་གཟུགས་ཀྱང་མཐོང་བས་ཡུལ་ལས་འདས་པར་གྱུར་ཏེ་རྡོ་རྗེའི་གདན་ལ་རླུང་ཁྱུང་མང་པོ་དཔའ་དེ་འདྲ་བྱས་ནས། ཁྱིམ་མེད་དཔའ་དེ་ཕྱིར་ཅིའི་འོས་དེ་འདྲའི་ཆ་གཅིག་ཏུ་བ། དེའི་བཟོ་ན་ཡིན་ས་རེད། ང་ལ་སོགས་གཞན་ཡང་དེ་ནི་ད་ལྟའི་མཆོད་མ་གི་སྐོར་དེ་དེ་ནི་ཡོན་ཆབ། ཡོན་ཆབ་བརྒྱ་ཕྲག་དགའ་བ་ཉིན་རེ་ཞིག་གསར་དུ་མངོན་པར་བཤམས་པ་རྣམས་ལགས། ཉིན་རེ་ཞིག་ཁ་ཆེའི་གུར་གུམ་སྤངས་པའི་ཁུ་བས་ཁ། ལེགས་པར་བསྒྱུར་བའི་གུར་གུམ་གྱི་རོ་མ་ནི་ཉིན་རེ་ལའང་བྲིས་བཞག་དགོས་པ་དག་དང། དེ་འདྲའི་ཆེད་དུ་ཞི་བ་སྐྱེད་པ། ཡོད་ས་རེད། གཞན་ཡང་དེ་ནས་སྤོས་ཀྱི་རྒྱ་མཚན་དང་གདུགས་དང་སྤོས་སྣའི་ཐ་དད་དུ་མངོན་པར་སྲིད་པ་ལ་སོགས་པའི་དྲི་བཟང་པོས་ཕྱི་རོལ་གྱི་འཁོར་ཡུག་ཐམས་ཅད་དུའང་ཉིན་མཚན་སྙིང་གར་མངོན་པར་ཁྱབ་ཅིང་དུ་བ་རྣམས་ནི། བར་སྣང་ལ་སྤྲིན་གྱི་ནགས་རིང་པོ་དག་ཕན་ཚུན་དུ། བ་ལ་སོགས་ཕན་ཚུན་འདུས་པའི་ཟླ་འདི་བྲིས་པ་ལྟ་བུ། ཐ་ན་ཕྱི་འཁོར་གྱི་སྐོར་ལམ་རྣམས་ཀྱང་སྤོས་ཀྱི་ཆུས་ཆག་ཆག་འདེབས་པར་བྱེད། ཆག་ཆག་བཏབ་པར་བྱེད། བྱེད་ནའང་སེམས་ཅན་རྟག་གྱུར་མོད། འོ་དེ། འོ་དེ་ཁྱེད་དེ་དག་སྤོས་དང་མ་སྨད་དག་བཞག་ཟིན། བྱ་སའི་ཟླ་ཚེས་ཙམ་ལའང་མར་གྱི་རྒྱལ་སྲིད་དང་དེ་སང་བཅོ་ལྔ་མཆོད་པ་སོགས་སྟེར་བ་དང་དེའི་རྒྱུན་རེ་བ་སྟེ་རྒྱལ་སྲིད་རིན་པོ་ཆེ་སྣ་བདུན་ལ་སོགས་པ་རྒྱན་ཡིན་འཕྲོག་པའི་རྒྱན་པ་བརྒྱ་རྩ་བརྒྱད་རེ་ཉིན་རེ་བཞིན་གསར་པ་གསར་པ་ཕུལ་ཞིང་ཀོང་པོ་ཆེན་པོའི་བར་ལ་སོགས་གཡས་གཡོན་སོགས་ས་ཐིག་ལ་རྩམ་པ་ཁ་བཞི་བརྒྱ་རེ་ལས་བྱས་པའི་ལྷ་བཤོས་རྒྱན་བཟང་པོ་དཔག་ཏུ་མེད་པའི་བརྒྱན་པ། སྤྲས་པ། ཕྱག་དར་བཙུགས་པ་དང་བཅས་པ་མངོན་པར་བཤམས་པའི་ཞལ་ཟས་རྙིང་པ་རྣམས་བདག་གིར་བྱས་པ་མེད་པར་སྤྱི་བོ་བར་ལ་སོགས་འཕོངས་པ་སྤྲང་པོའི་ཚུལ་ལ། ང་ལ་སོགས་ལྟོས་པ་མེད་པར་བྱེད་པ་དག་དེ་ཟག་ཉལ་མང་པོ་ཡོང་རོགས་དང། དབུལ་ཕོངས་ལ་སྦྱིན་པ། ཕོངས་པ་དག་ཀྱང་ང་ལ་སོགས་བཀྲེན་པའི་འདུ་ཤེས་ཀྱི་འཆིང་བ་ལས་གྲོལ་ཏེ་བཟའ་བཏུང་གིས་ཚིམ་པ། ལྷག་པར་ལྟོས་པས་ཚིམ་པ་ལྷག་པར་ལྟོས་པས་སླར་བཟའ་བ་ཡིད་ལ་མི་བྱེད་པ་ལྟ་བུར་བྱོས་ཏོ། གཞན་ཡང་ཁྱོད་བོད་ཁྱེད་རང་ལྟ་ཡི་བར་དང་རྒྱལ་སྲས་རིན་པོ་ཆེ་རྣལ་འབྱོར་ལ་སོགས་པའི་བཀོད་པ་ཡིད་འཕྲོག་པ་དཔག་ཏུ་མེད་པ་དང་བཅས་པ་མངོན་པར་མཆོད་དེ་རྗེ་བླ་མ་ཉིད་ཀྱི་ཞབས་སྔགས་ནི། ད་དེ་རེད། ཆོ་འཕྲུལ་ལ་སོགས་ཆོས། ག་ཟེར་ཆོས་འཁོར་ལ་སོགས་ཆོ་འཕྲུལ་ཆེན་པོའི་ཚུལ། ངོ་མཚར་བཀྲ་ཤིས་སྣ་ཚོགས་རྒྱ་བཀོད་ཅིང་མཆོད་པ་བདེ་བ་ཆེན་པོ་བྱིན་རླབས་པས་ཆོས་སྤྱོད་རྒྱལ་བ་སྲས་བཅས་མཉེས་པར་བྱས།